སྐབས་བཅུ་བདུན་པའི་དབུས་གཙང་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་རྒྱ་གར་བྱང་ཤར་ལ་དྭགས་ས་གནས་འགོ་འཛིན་དུ་འོས་འདེམས་བྱུང་སྟེ་སྤྱི་འཐུས་ནས་རྩ་དགོངས་ཞུས་རྗེས་ཚབ་གསར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བདུན་ནང་གསེས་གཉིས་པའི་ནང་གསལ་སྤྱི་འཐུས་སུ་རུང་དགོངས་ཞུས་དང་དུས་མཆོད་སུ་གྱུར་པ། བཀའ་བློན་དུ་འདེམས་ཐོན་བྱུང་བ་ཡིན་ན་འོས་བསྡུ་ཆེན་མོའི་སྐབས་སྤྱི་འཐུས་ཡོང་ཁུངས་སོ་སོ་ནས་འོས་ཐོབ་མང་རིགས་རྩེ་བཏོག་གིས་སྤྱི་འཐུས་གྲངས་ཚད་ལོངས་རྗེས། དེའི་འོག་དགོས་ངེས་འོས་ཤོག་ཐོབ་པའི་འོས་གཞི་ལྷག་མ་རྣམས། འོས་ཐོབ་མང་ཉུང་གོ་རིམ་ལྟར་སྒུག་རྡོ་དབུས་འོས་བསྡུ་ལས་ཁང་དུ་བདག་ཉར་དགོས་པ་དེ་ནས་གོ་རིམ་བཞིན་ཚབ་གསར་འཕྲལ་དུ་དམ་འབུལ་ཞུ་དགོས་གསལ་བ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་སང་ཉིད་ཟླ་བ་གཉིས་པའི་ཚེས་གཉིས་ཉིན། འདེམས་ཐོན་དབུས་གཙང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གི་མདུན་དུ་ལས་ཁུར་དམ་བཅའ་ཕུལ་གནང་སོང། ད།
བསྟན་འཛིན་ཤུན་རྗེ། འབུད་ཀྱི་ཚིག་གཅིག་གཅིག་མ་སོ་སོའི་མདུན་འོང་དུ་སོན་པ་ལ་ཡང་ཚོར་སྣང་མ་འདྲ་ཞིག་ག་བྱུང་སུ་ཞུ་བས་ན་ཅིག་འཇིགས་སྣང་གི་ཚོར་བ་ཞིག་ཤུགས་ཆེན་པོ་བྱུང་སོ་སོ་ཀྱི་དངོས་གནས་ལོ་ཆུང་བ་ཞིག་ད་རིང་དམིགས་བསལ་ད་ལྟ་བོད་མི་མང་གི་སྤྱི་འཐུས་ལྷན་ཁང་ནང་ལོགས་ལ་ཡང་ཅིག་གཞོན་པ་ནང་ནས་ལོ་ཆུང་བ་ཞིག་ཆགས་ཀྱི་ཡོད་དུས་ཉམས་མྱོང་གི་ཆ་ནས་སོ་སོས་ཀྱིས་ཅིག་ད་ནུས་པ་སྤུངས་ཐུབ་ཀྱི་རེད་བས་བསམ་ནས་དྲི་བ་འདི་འདྲ་ཤུགས་ཆེན་པོ་ཞིག་སླེབས་སོ་ད་ཡིན་ནའི། འདས་པའི་གི་ལོ་ཤས་ནང་ལོ་ལ་ཡ་ཤེས་ཤེས་ཡོན་གང་རྟོགས་པ་འདི་དག་དངོས་གནས་ལག་བསྟར་བྱེད་ཀྱིན་བསམ་པའི་གི་འདུན་པ་ཆེན་པོ་ཡོད། བྱས་ཙང་ང་རང་འགྲོ་བཞིན་ན་སྤྱི་ཚོགས་ཞབས་ཞུའི་ནང་ནས་དམིགས་བསལ་བུད་མེད་ནུ་ཐོག་གོང་སྤེལ་ན་གཞོན་ནུ་ཐོག་གོང་སྤེལ་དང་རྩོད་རྙོག་འདུམ་འགྲིག་ཐད་ལ་ཡང་ལས་ཀ་བྱེད་ཡ་གི་འདུན་པ་ཤུགས་ཆེན་པོ་ཡོད་ཞེས་ཞུ་ཡས་ཡིན། བསྟན་འཛིན་ཆོས་འཛིན་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རྒྱ་གར་བྱང་ཕྱོགས་རྡ་རམ་ས་ལར་སྐྱེས་ཤིང་འཛིན་རིམ་བཅུ་གཉིས་སློབ་མཐར་སོན་རྗེས་རྒྱ་གར་གྲོང་ཁྱེར་ཅི་ནཱའི་ནང་རྟེན་གཞི་བྱས་པའི Madras Christian College ནས་ཨིན་ཡིག་རྩོམ་ཡིག་སྟེང་གཙུག་ལག་རབ་འབྱམས་པ་དང་རྒྱ་གར་རྒྱལ་ས་ལྡི་ལིར་ཆགས་པའི་ནེ་རུ་གཙུག་ལག་སློབ་གཉེར་ཁང་ནས་ཨིན་ཡིག་སྟེང་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་མཐར་སོན། ད་ལྟའི་ཆར་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གི་འགན་འཛིན་གྱི་ལས་འཁུར་ཞུ་མུས་ཡིན་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་བསྟན་འཛིན་གྱིས་བཞུགས་སྒར་རྡ་རམ་ས་ལ་ནས།